ད་ནི་རྣམ་པར་རིག་བྱེད་ཡིན་མིན་གྱི་གཟུགས་དེ་ལ་བ་རེ་རྣམ་པར་རིག་བྱེད་ཡིན་དང་མིན་ཟེར་བ་དེ་གང་འདྲ་ཅིག་ལབ་ཀྱི་ཡོད་པ་རེད་ལབ་ན། རྒྱུ་ཡི་ཀུན་སློང་ང་ཚོ་དཔེར་ན་གང་ཟག་ཅིག་ཧ་ཅང་དགའ་དྲགས་ནས་གད་མོ་ཆེན་པོ་ཅིག་ཤོར་བ་ཡིན་ན། གད་མོ་དེ་གཟུགས་རེད་བ་གད་མོ་བརྒབ་པའི་སྒྲ་དེ་གཟུགས་རེད་བ་དེ་ལ་བརྟེན་ནས་གང་ཟག་དེའི་ཀུན་སློང་ཁོ་རང་ཧ་ཅང་དགའ་སྤྲོ་ཆེན་པོ་སྐྱེས་པ་དེ་རིག་པར་བྱེད་ཐུབ་ཀྱི་ཡོད་པ་རེད། དེ་རྟོགས་ཐུབ་ཀྱི་ཡོད་པ་རེད། རྣམ་པར་རིག་བྱེད་ཟེར་ན་དེ་རེད། རྣམ་པར་རིག་བྱེད་མ་ཡིན་པ་ལབ་ན་དཔེར་ན་རྒས་ཚུལ་སློང་གི་སྡོམ་པ་ལ་སོགས་པ་གང་ལྟར་སྡོམ་པ་ག་འདྲ་ཅིག་ཡིན་ན་ཡང་ཐོག་དང་པོ་རང་གི་སློབ་དཔོན་གྱི་མདུན་ནས་ཐོབ་པ་དང་རྣམ་པར་རིག་བྱེད་ཀྱི་གཟུགས་རེད་ཟེར་ལབ་ཀྱི་ཡོད་པ་རེད། ག་རེ་ལབ་ན་སྐབས་དེ་ལ་རང་གི་སྡོམ་པ་དེ་ལེན་དུས་ཀྱི་ཀུན་སློང་དང་དགེ་བའི་བཤེས་གཉེན་ལ་དད་པའི་དད་པ་ལ་སོགས་པ་དེ་དག་ནི་རང་གི་ལུས་ངག་གི་རྣམ་འགྱུར་དེ་ལ་བརྟེན་ནས་དཔག་ཐུབ་ཀྱི་ཡོད་པ་རེད། ཡིན་ན་ཡང། སྡོམ་པ་དེ་རྒྱུན་ཆགས་པའི་གནས་སྐབས་སུ། དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཆགས་པ་རེད། གར་ལམ་ན་ཁོ་རང་གི་རྒྱུད་ཀྱི་ཀུན་སློང་ག་རེ་ཡིན་པ་ཀུན་སློང་དགེ་བ་ཡིན་པ་མ་དགེ་བ་ཡིན་པ་དེ་དག་གང་ཡང་དཔག་ཐུབ་ཀྱི་ཡོད་པ་མ་རེད། གང་ལྟར་ཀྱང། རྣམ་པར་རིག་བྱེད་དབྱིངས་དང་མིན་ཟེར་བ་དེ་གང་ཟག་དེ་ལུས་ངག་གི་འགྱུར་བ་གང་རུང་ལ་བརྟེན་ནས་སྐབས་དེའི་ཀུན་སློང་རྟོགས་པར་བྱེད་ཐུབ་དང་མི་ཐུབ་དེ་ལ་བལྟ་གི་ཡོད་པ་རེད། དེ་ནི་ཀུན་བརྟགས་ཀྱི་གཟུགས་ས་གཞི་རྐང་རུས་ཀྱི་ཁྱབ་པ་ལྟ་བུས་ནི་ང་ཚོ་རྣལ་འབྱོར་བ་རྣམས་ཀྱིས་མི་རྟག་པ་དང་མི་སྡུག་པ་དེ་འདྲ་བསྒོམས་པའི་ཚེ་ད་ནི་ས་ཐམས་ཅད་གང་རུས་ཀྱི་བྱ་བ་དང། ད་ནི་ས་ཐམས་ཅད་མི་གཙང་བའི་བྱ་བ་ལ་སོགས་པས་ཏིང་ངེ་འཛིན་དེ་འདྲ་བསྒོམ་ཡ་ཡོད་པ་རེད། དེ་འདྲ་བསྒོམ་ཡོང་བའི་སྐབས་སུ་ཏིང་ངེ་འཛིན་དེ་ལ་བརྟན་པ་ཐོབ་པ་ཏིང་ངེ་འཛིན་དེ་ལེགས་པོར་གྲུབ་པ་གི་ནི་སྐབས་སུ་ས་གཞི་ཐམས་ཅད་གང་རུས་ཀྱི་བྱ་བའི་སྣང་བ་དེ་འདྲ་འབྱུང་གི་ཡོད་པ་རེད། ཏིང་ངེ་འཛིན་དེ་ལ་ས་གཞི་ཐམས་ཅད་ལ་གང་རུས་ཀྱི་ཁྱབ་བདག་ཡོད་པ་དེ་འདྲ་སྣང་གི་རེད། འོ་དེ་ལ་ཀུན་བརྟགས་ཀྱི་གཟུགས་ཞེས་ལབ་ཀི་ཡོད་པ་རེད། ད་ནི་ཏིང་ངེ་འཛིན་ལ་དབང་བསྒྱུར་བའི་གཟུགས་ས་བར་གྱི་འབྱུང་བ་དང་ཁ་དོག་ལྟ་བུ། གཞན་ཡང་རྣལ་འབྱོར་པ་རྣམས་ཀྱིས་འདོད་ཆགས་ལ་སོགས་པའི་གང་ལྟར་ཉོན་མོངས་པའི་ཁ་དོས་བཅག་པ་ཉོན་མོངས་པའི་ནུས་ཤུགས་རྨས་པར་གཏོང་པའི་སྐབས་སུ། དབང་པོ་ངག་གི་གཡུལ་དུ་གྱུར་པའི་ཁ་དོག་མཛེས་པོ་དང་མི་མཛེས་པ་འོ་དེ་དག་ལ། ནི། དེ་དག་ལ་ཆགས་པ་བཟློག་པའི་ཆེད་དུ་ཟད་པར་གྱི་ཏིང་ངེ་འཛིན་ཟེར་བ་ཅིག་བསྒོམ་གྱི་ཡོད་པ་རེད། ཟད་པར་གྱི་ཏིང་ངེ་འཛིན་ཟེར་བ་དེ་བསྒོམ་ཡོང་དུས་སྐབས་སུ། དེའི་གི་དམིགས་ཡུལ་དང་སྣང་ཡུལ་ལ་འབྱུང་བ་བཞི་དང་རྩ་བའི་ཁ་དོག་བཞི་ལ་སོགས་པ་ཡོད་པ་རེད། དཔེར་ན། ང་ཚོ་མིས་རང་ག་བ་རྣམས་མིས་ཕལ་བ་རྣམས་ཁ་དོག་མཛེས་པོ་ལ་ཆགས་པ་དང་ཁ་དོག་མི་མཛེས་པ་ལ་སྡང་བ་ཡོང་གི་ཡོད་པ་རེད། ཨ་དེ་འདྲ་ཡིན་དུ། རྣལ་འབྱོར་པ་རྣམས་ཀྱིས་ཁ་དོག་མཛེས་པ་བསྒོམས་ནས་མི་མཛེས་པ་སེལ་གྱི་རྣམ་པ་དང་མི་མཛེས་པ་བསྒོམས་ནས་མཛེས་པ་སེལ་གྱི་རྣམ་པ་ཨོ་དེ་འདྲ་བྱས་ནས་རང་ཉིད་ཀྱི་སེམས་ཕྱི་རོལ་གྱི་ཡུལ། ཕྱི་རོལ་གྱི་གཟུགས་མཛེས་པ་དང་མི་མཛེས་པ་ལ་སོགས་པ་དེ་དག་ལ་ཆ་མཉམ་པོ་ཡོང་བ་གང་ལྟར་ཆགས་པ་བཟློག་པའི་ཆེད་དུ་ཏིང་ངེ་འཛིན་དེ་དག་བསྒོམ་པའི་ཚེ་ན། འདོད་ཁམས་ནས་གཟུགས་ཁམས་ཀྱི་བར་དུ།